འོ་རོགས་པ་ཚོ་དེ་ནས་ད་ཐེངས་ཀྱི་འདིའི་ནང་ཨ་ཕྱིས་ཆི་ཟིག་བྱ་ལ་ཟེར་ན། ཨ་ཕྱིས་འདིའི་དཔེ་འཇོག་རྒྱུ་ན་ད་དགྲ་འདི་མོ་གཉིས་བརྩེགས་གསུམ་བརྩེགས་ཡོད་ན་ཅང་པོ་ཡིན་གྱི་ན། ད་འདི་ཆི་ཟིག་རེད་ཟེར་ན་ད་འདིའི་དགྲ་འདིར་བཀའ་གཅིག་མཐོ། གཅིག་དམའ་དུ་མོ་ཡོད་དོ་ན། ད་འདི་ཆི་ཟིག་གི་སྒོ་ནས་རེད་ཟེར་ན་ད་སྔ་མ་ཡིན་ལས་རང་རང་གི་དཔེ་འཇོག་རྒྱུ་ན་དགྲ་འདི་དགྲ་འདི་མཚམས་ལྡན་ཐོན་ན་ར་ད། ད་འདི་ཤེས་འོ་ད་འདིའི།

འདི་ནས་ད་ཚ་མེད་གཏོང་དགོས། ད་འདི་མོ་ཟིག་གི་ཚ་མེད་གཏོང་རྒྱུ་འདི་མོ་ཟིག་གི་ཚ་མེད་གཏོང་རྒྱུ་ཟིག་ཡིན་གྱི་ན། འདིའི་ཐག་སོ་འདེགས་གཅིག་ནན་གཏང་ངེས། དེ་ནས་ད་ཡང་ཨེ་སི་ཅང་པོ་གག་གཅིག་ནན་གཏང་འདིའི་ཐག་སོ་གཏུབ་འཇོག་གོ། ད་ཆི་ཟིག་རེད་ཟེར་ན། ཨི་ཆེ་ད་སོ་མ་གཏུབ་གཏང་ནོ་དི་གོང་གི་འདི་ཡིན་རི་མོ། འདི་ཡིན་མ་རི་བོ། འདི་ད་འོང་ལྷག་འཕྲོ་ཅང་པོ་དིར། འདི་ཡིན་རི་ཡ་ད་འདི་ད་ད་སོ་མ་ཨི་ཆེ་གཏུབ་གཏང་ནོ་དི་ཡིན་རི། ད་འདི་དཔེ་འཇོག་གྱི་ན་ད་འདི་སྒྲ་འདི་ཇེ་དམའ་གཏང་ངེས་ཇེ་མཐོ་གཏང་དི་མོ་ཡིས་དགོས་རྒྱུ་ཟིག་ཡིན་ན།

སོ་མ་སྟོན་དགོས་དུས་ཐར་སོགས་དཔེ་འཇོག་རྒྱུ་ན་ད་དགྲ་འདི་ནི་འདི་ནི་མགོ་འཛུགས་ཀྱི་རི་མོ། དེ་ཡིན་དང་ན་ད་འདི་མགོ་འཛུགས་དཀོན་ནོ་འདི་མགོ་འཛུགས་དཀོན་ནོ་འདི་ནི་ཡ་ར་ཙི་གེ་ཙི་ཇེ་མཐོ་གཏོང་དགོས་རྒྱུ་ཡང་འདས་ཐོན་ནི་ར། འདི་འདི་ཐར་སོ་འདས་ཐོན་ནི་ར་ཇེ་དམའ་གཏོང་དགོས་རྒྱུ་ཟིག་དུམ་བུ་ཟིག་ཡིན་ན། ཆུ་ཟིག་གི་སྒོ་ག་ཟིག་དང་ན་ད་འདི་ན་ལག་པ་ཟིག་ན་འགྲོ་འདིའི་རྩིབ་ཀི། སྒྲ་ལྕང་པོ་འདི། འདིའི་གསུམ་ན་ད་ཡི་གེའི་ཆ་ས་ཁར་དོ་ནོ་ཀ་ནོ་འགོ་གི། ཨེའཧྥ་ལྕམ་པོ་ཡི་གེའི་ཨེའཧྥ་མགོ་ཨེའཧྥ་ལྕམ་པོ་ཀ་ནོ་འགོ་གི། ཀ་ནན་ཏང་དེ་ཐང་སོ་དམ་དེ། ཕྱོགས་གཉིས་ཀ་མདུང་མོ་སེར་ཐིག་མདུང་མོ་ཟིག་གི། སྙིང་འབབ་ཀི། ད་སེར་ཐིག་འདི་དེ་ཡ་ར་གུ། མ་ར་གུ་དེ་ན་དེ་སྒྲ་ཇེ་དམའ། སོང་ཇེ་མཐོ་སོང་དེ་ཀོ་ནོ་ལྕམ་པོ་དེར་དཔེ་འཇོག་ཀྱང་མདུང་མོ་ཟིན་གྱི་ན།